ཨ་རི་ལ་གྱོང་གུད་ཕོག་པ་དང་རྒྱ་ནག་ལ་ཁེ་ཚོང་བྱུང་བ་ར་འཕྲོད་དུས། ད་ལྟའི Trump སྲིད་གཞུང་གིས་རྒྱ་ནག་ལ་གདོང་ཐུག་གི་སྲིད་ཇུས་གསར་བ་འཛིན་གྱི་ཡོད། དེ་འདྲ་གི་སྲིད་ཇུས་ལ་འགྱུར་བ་གཏོང་ཡ་དེ་ལུགས་སྲོལ་དང་ཨུ་ཚུགས་ལས་བདེན་པ་དང་གནས་ལུགས་གལ་ཆེ་བའི་རྒྱུ་མཚན་གྱིས་རེད། དེ་བ་ནང་བཞིན། དེ་དང་ཆ་འདྲ་བ་གཅིག་ལ་ང་ཚོའི་ལོ་རབས་བརྒྱད་ཅུ་པ་ནས་ད་བར་མི་ལོ་བཞི་བཅུ་ལྷག་ཨོ་མི་ལམ་གྱི་སྲིད་བྱུས་འོག་ལ་རྒྱ་ནག་ལ་བསྟུན་མཁས་དང་བློས་གཏོང་ཤུགས་ཆེན་པོ་བྱས་པ་དེ་ལ་རྒྱ་ནག་གིས་བསམ་ཤེས་བྱེད་ཀྱི་མེད་པ་དེ་གསལ་པོ་ཆགས་ཟིན་པ་རེད། དེ་འདྲའི་རྒྱ་ནག་གིས་ང་ཚོས་བསྟུན་མཁས་དང་གུ་ཡངས་བྱས་པའི་སྲིད་བྱུས་དེ་ལ་བསམ་ཤེས་བྱེད་ཀྱི་མེད་ན་ད་དུང་ཡང་ང་ཚོས་ཨུ་ཚུགས་བྱེད་བྱེད་ནས་སྲིད་ཇུས་དང་འབྲེལ་བ་མེད་ཟེར་བསྡད་པ་ཡིན་ན། དེ་བོད་ལ་དགོས་ཡ་ཀྱི་རེད་དམ་མ་རེད། དེ་བོད་ལ་དྲང་བདེན་ཆགས་ཡོད་རེད་དམ་མ་རེད། དེ་ང་ཚོ་ཚང་མ་གི་བསམ་བློ་གཏོང་དགོས་ཡ་ཀྱི་རེད། མང་གཙོ་ཡིན་པའི་ཆ་ནས། འགྲོ་ས་མེད་པ་ཅིག་དང་ཡོང་ཡ་མེད་པ་ཅིག་ལ་ད་དུང་ཡང་ཨུ་ཚུགས་བྱེད་ནས་བསྡད་ན། དེ་རྣམ་དཔྱོད་དང་འགན་ཁུར་ལྡན་པའི་ཐབས་ཇུས་འཛིན་ཕྱོགས་ཅིག་རེད་དམ་མ་རེད་དེ་ཡང་ང་ཚོས་བསྐྱར་ཞིབ་བྱེད་དགོས་ཡ་ཀྱི་རེད།

ཆབ་འབངས་བརྒྱད་ཁའི་ངོས་ནས་མི་མང་གི་བསམ་ཚུལ་གསལ་བོ་ཞུས་དུས། ད་དུང་ཡང་བདག་སྤྲོ་མ་གནང་ན། དེའི་ལེགས་ཉེས་ག་རེ་ཡོང་གི་ཡོད་དང་འགན་འཁྲི་ག་རེ་ཡོད་མེད་དེ། འགན་འཁྲི་སུ་ལ་ཡོད་མེད་དེ་མ་འོངས་ལོ་རྒྱུས་ཀྱིས་ཐག་བཅད་ཡ་གྱི་རེད། སོ་སོ་སོ་སོ་གི་འགན་འཁྲི་དེ་སོ་སོས་འཁེལ་ཡ་གྱི་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས།

རྣམ་འགྱུར་དང་གྲ་སྒྲིག། མ་མཐའ་ཡང་ཡོངས་ཀྱི་དེའི་སྐོར་ལ་བསམ་ཚུལ་བསྡུ་རན་གྱི་འཆར་གཞི་ཅིག་འགོག་གི་རེད་འགོག་གི་འདུག། ང་རང་ངོས་ནས་དེ་འདྲ་ཞིག་བསམ་གྱི་ཡོད། སྦྱར་བྱེད་དང་སྒྲ་འོག་གི་གནས་བབ་ལ་འགྱུར་བ་འགྲོ་བའི་གོ་སྐབས་རྩ་ཆེན་པོ་འདི་འདྲ་ཅིག་དེ་རིང་ང་ཚོས་དམ་འཛིན་མ་ཐོབ་ཡིན་ན་མ་འོངས་པར་ཡང་བྱས་ཡོང་ཡ་ཡག་མ་རེད།

རྙིང་པ་དེ་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་དེ་ང་ཚོའི་ཐོབ་ཐང་རེད། གསུམ་པ་དེ་བོད་རང་བཙན་གྱི་ཐོག་ཏུ་ཤི་སོང་མང་པོ་གི་བསམ་གྱིས་མི་ཁྱབ་པའི་བློས་གཏོང་བྱས་ཟིན་པ་རེད། དེ་རིམ་པ་བཅས་རེད། མ་འོངས་རྒྱ་ནག་གི་འོག་ལ་བོད་ལ་བདེ་སྐྱིད་དང་མདུན་ལམ་ཡོང་ཡ་མེད་པ་དེ་གསལ་པོ་ཞིབ་པོ་ཆགས་ཚར་བ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་གིས་ཁྱད་ཆོས་དེ་ལ་མ་འོངས་བོད་པ་ལ་ཕུགས་འཕེར་བའི་མདུན་ལམ་གྱི་དགོས་མཁོ་ནི་དེ་བོད་རང་བཙན་རང་རེད་མ་གཏོགས་རང་སྐྱོང་མ་རེད། མ་འོངས་བོད་ལ་ཕ་ཕུལ་བའི་མདུན་ལམ་དེ་བོད་པའི་དབུ་ཁྲིད་བོད་པས་ཀྱིས་བྱེད་ཡག་དང། བོད་པའི་གཞུང་བཅས་ཀྱིས་བོད་མི་མང་སྣེ་ཁྲིད་ཡག་དེ་རེད་མ་གཏོགས་རྒྱ་མིའི་དབུ་ཁྲིད་བཅས་དང་རྒྱ་ནག་གི་གཞུང་གི་འོག་ལ་ང་ཚོ་ལ་ཕ་ཕུལ་བའི་མདུན་ལམ་ཡོང་ཡ་ཡོད་མ་རེད། དེ་འབྲེལ་གྱི་ཐོག་ནས་ང་ཚོ་གི་ལངས་ཕྱོགས་ལ་འགྱུར་བ་གཏང་དགོས་ཀྱི་འདུག་འགྱུར་བ་དེ་ཡང་བོད་རང་བཙན་གྱི་ཐོག་ལ་འགྱུར་བ་གཏོང་དགོས་ཀྱི་འདུག། འབྱོར་བ་གཏོང་བ་གི་དུས་ཚོད་དེ་ད་ལྟ་གི་རྒྱལ་སྤྱིའི་འབྱོར་བ་གི་གོ་སྐབས་དེ་དམ་འཛིན་བྱེད་ཆེད་ནས་འབྱོར་བ་བཏང་དགོས་འདུག་ངས་ད་དྲན་ཤོས་གཙོ་བོ་དེ་དེ་ཞུ་གི་ཡོད་རེད་ཁ་སང་པོ་གི་དོན་དེ་ལ་འབྱོར་བ་གས་མེད། མ་འོངས་པ་བཀའ་རྒན་དང་གནང་ཞུགས་བྱུང་བ་ཡིན་ན་ལེ་སྔོན་མ་བོད་ཀྱི་གཞུང་ལས་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་སྐབས་ལ། ས་གནས་རྒྱུན་ལས་དེ་འདྲ་གི་བོད་གཞུང་གི་སྲིད་ཇུས་དབུ་མའི་ལམ་ནས་རང་བཙན་ལ་བཟོ་དགོས་གི་འདུག་ལབ་ནས་གྲོས་འཆར་ཁྱིས་སླེབས་པ་རེད།

གཞུང་ནས་ཨོ་མིན་ལ་བཟོ་དགོས་ཀྱི་འདུག་ལབ་པ་རེད། ངས་དེ་རིང་སྐད་ཆ་བཤད་ཡ་དེ་དེའི་བཟོ་ལ་ཨོ་མིན། ཁ་སང་བཤད་པ་དེ་ངས་དེ་རིང་དེ་ག་རང་ཡིན། དེ་རིང་བཤད་པ་དེ་སང་ཉིན་དེ་ག་རང་ཡིན། ངས་སྐབས་དེ་དུས་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་སྐབས་ལ་ཚོགས་བཅར་བ་ཚང་མ་གིས་སྤྱི་མོས་ཀྱིས་གཞོན་ནུ་ལྷན་ཚོགས་ཀྱི་བོད་གཞུང་གི་ལངས་ཕྱོགས་རང་བཙན་ལ་འགྱུར་བ་བྱེད་ལབ་ཀྱི་ནས་ཁྲིམས་འཆར་གཏོང་རྒྱུ་དེ་ལ་དེ་དུས་ཡང་རྒྱབ་སྐྱོར་བྱས་པ་ཡིན་དེ་ངས་ད་ལྟ་ཡང་དེའི་ལངས་ཕྱོགས་ལ་ང་འདྲ་བས་ནི་འགྱུར་བ་ཁེལ་མེད་དེ་ནང་བཞིན་དེ་རིང་འདི་ནས་ངས་བོད་གཞུང་གི་ལངས་ཕྱོགས་དབུ་མ་ནི་རང་བཙན་ལ་བཟོ་དགོས་དགོས་དུ་ལབ་ཀྱི་ནས་ངས་བསམ་ཚུལ་གཏོང་ཆེད་ནི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ཡང་བསྐྱར་དེའི་ནང་སྙིང་གི་དེའི་ནང་སྙིང་ལ་བརྩིས་ཆེད་ནི་ཨ་ནི་རྡུང་རྡེག་དང། འཐབ་རྩོད་ག་རེ་བྱེད་ཀྱི་ཡོད་པ་ཡིན་ནའི་ངའི་བསམ་ཚུལ་ལ་འགྱུར་བ་མེད་ངས་དེ་རིང་ག་རེ་ཞུ་བ་དེ་ང་བོད་པ་གཅིག་ངོས་ནས་ང་རང་གི་འགན་འཁྲི་ཅིག་གི་བའི་ཐོག་ནས་ཞུ་གི་ཡོད། ངས་དེ་ཞུ་དགོས་ཀྱི་རྒྱུ་མཚན་ག་རེ་ལབ་ན་གཞུང་དང་མང་ཚོགས་ཚང་མ་གི་རྩ་དོན་ལངས་ཕྱོགས་བོད་རང་བཙན་ཐོག་ལ་གཅིག་གྱུར་ཡོང་ཡག་གི་སྲིད་ཇུས་ཤིག་བཟང་མ་ཐོབ་པ་ཡིན་ན། མི་མང་པོ་གི་ཚེ་སྲོག་བློས་གཏོང་དང། དམིགས་ཡུལ་ཁ་མཐུན་གྱི་ལས་འགོར་ག་འདྲས་ཀྱིས་སྤེལ་བ་ཡིན་ན་ལས་ཆེ་ས་རྩ་སྟོང་རང་གི་ཐོག་ལ་གྲུབ་འབྲས་བློ་ཚིམ་པ་ཅིག་ཡིད་ཚིམ་པ་ཅིག་ཡོང་ཡ་ཁག་པོ་ཡིན་པ་དེ་ང་ཚོ་ལ་ཉམས་མྱོང་བྱུང་ཟིན་པ་རེད་ངས་དེ་ཞུ་གི་ཡོད། དཔེར་ན་ཉིན་ཐོ་རྗེས་ལ་བེ་ཅིང་དབང་ལུང་པའི་སྐབས་ལ་གཞུང་མང་རྫ་ར་ཚོགས་ཆུང་དང་འབྲེལ་བའི་གནས་སྟངས་ཀྱི་ཐོག་ལ་རྡ་རམ་ས་ལ་ལ་ཕྱི་འབྲེལ་ལྷག་པ་ཚེ་རིང་ཚོགས་ཁོང་གི་ནོར་ལོག་ལ

རེ་བ་དེ་ངས་དེ་དུས་ག་རེ་ཞུ་བ་ལ་ན། ང་ཚོས་ད་རྩ་སྟོང་ལོངས་ཕྱོགས་བོད་རང་བཙན་ཐོག་ལ་གཅིག་གྱུར་འོས་པ་དེ་གལ་ཆེན་པོ་རེད་བཞག་ད། བོད་པའི་འཐབ་རྩོད་དེ་ལ་ནུས་པ་ཐོངས་པ་ཅིག་དགོས་ཀྱི་ཡོད་ན། ལོངས་ཕྱོགས་དེ་རྡོག་རྩ་གཅིག་གཅིག་སྒྲིལ་དགོས་ཀྱི་འདུག་གཅིག་གྱུར་དགོས་ཀྱི་འདུག་དེ་ཡང་རང་བཙན་གྱི་ཐོག་ལ་གཅིག་གྱུར་དགོས་ཀྱི་འདུག། དེའི་བསམ་ཚུལ་དེ་ཞུས་བ་དང་མཉམ་དུ་ངས་དེ་དུས་དྲི་བ་གཉིས་ཕུལ་བ་ཡིན། དྲི་བ་གཉིས་དེ་དང་པོ་དེ་བོད་གཞུང་མང་རྫ་ར་ཚོགས་ཆུང་གིས་པེ་ཅིང་དབང་ལུང་པའི་ལ་ངོ་རྒོལ་གནང་གི་རེད་དམ་མ་རེད། ཞུ་བའི་སྐབས་ལ་སྐབས་དེ་དུས་ཀྱི་གཞུང་མང་རྫ་ར་ཚོགས་ཆུང་གི་ཚོགས་གཙོ་གཞོན་གཤེགས་དམ་པ་སྐུ་ངོ་ཀརྨ་ཆོས་འཕེལ་རེད། སྐུ་ངོ་ཚོགས་གཙོ་གིས་དེ་དུས་ལན་ག་རེ་གནང་སོང་ལབ་ན་བོད་རྒྱའི་དབང་ལམ་དཔེ་ལ་ང་ཚོས་ངོ་རྒོལ་བྱེད་ཐུབ་ཀྱི་མ་རེད་གསུངས་སོང། རྒྱུ་མཚན། རྒྱལ་བ་རིན་པོ་ཆེ་གི་དབང་ལམ་དཔེ་ལ་རྒྱབ་སྐྱོར་གནང་དགོས་རེད་ང་ཚོ་གིས་དེ་ལ་ངོ་རྒོལ་བྱེད་ཀྱི་མ་རེད་གསུངས་སོང་བོད་རྒྱའི་དབང་ལམ་དཔེ་ལ་ངོ་རྒོལ་བྱེད་ཀྱི་མ་རེད་གསུངས་སོང། གཉིས་པ་ནི་ངས་བོད་རང་བཙན་གི་ཐོག་ལ་ཡུ་མོ་འགའ་ར་ཚོགས་ཆུང་གི་ལས་འགོ་སྤོད་ཀྱི་རེད་དམ་མ་རེད་ཞུས་པའི་སྐབས་ལ། དེ་དུས་སྐུ་ངོ་ཚོགས་གཙོ་ཁེས་དེ་ལ་ལན་ག་རེ་བསྐྱོང་སོང་ལབ་ན། བོད་གཞུང་གི་སྲིད་བྱུས་དབུ་མའི་ལམ་ཡིན་པའི་རྒྱུ་མཚན་གྱིས་བོད་རང་བཙན་གྱི་ལས་འགོ་ཡང་ང་ཚོས་སྤེལ་ཐུབ་ཀྱི་མ་རེད་གསུངས་སོང། དེ་འདྲའི་བྱེད་ཀྱིན་ན་ཉིས་སྟོང་བརྒྱད་ལོ་ལ་ང་ཚོ་བཙན་བྱོལ་ནང་ལོགས་ལ་བེ་ཅན་ཨོ་ལོང་པིག་ལ་ངོ་རྒོལ་བྱེད་མཁན་གྱི་རེད་ཅིག་ངོ་རྒོལ་མི་བྱེད་མཁན་གྱི་རེད་ཅིག། རང་བཙན་རྩོད་མཁན་གྱི་རེད་ཅིག་རང་བཙན་མི་རྩོད་མཁན་གྱི་རེད་ཅིག་བྱེད་དེ་བྱེད་ཀྱིན་ནས་དམིགས་ཡུལ་གཉིས། ལས་འགོར་གྱི་ངོ་བོ་གཉིས།

ད་ལྟ་ད་ལྟ་ཏང་ཡོན་ཡོངས་ཀྱི་སྲིད་ཇུས་རང་བཙན་ལ་མ་སྦྱོར་བ་བྱེད་ཅིང་ང་ཚོའི་འཐབ་རྩོད་ཀྱི་དམིགས་ཡུལ་དེ་མུ་མཐུད་བྱས་ནས་དབུ་མ་དང་རང་བཙན་གྱི་དོན་པོ་བྱས་ཏེ་འདེགས་བཞག་པ་ཡིན་ན། མ་འོངས་པ། ཨ་རིའི་གྲོས་ཚོགས། ལ་སོགས་ཀྱིས་འཛམ་བུ་གླིང་གི་གྲོས་ཚོགས་དང་སྲིད་གཞུང་དེ་འདྲ་ལ། ཁོ་རང་ཚོ་གི་དགོས་མཁོ་དང། དགོས་མཁོ་བྱུང་བའི་སྐབས་ལ་བོད་དང་འབྲེལ་བའི་ཐོག་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཆེ་དྲགས་པ་གི་ཁྲིམས་འཆར་དེ་འདྲ་མ་འོངས་པ་ཡང་གཏན་འབེབས་བྱེད་སྲིད་ཀྱི་རེད། ཡིན་ན་ལས་ཆེ་ས་བོད་རྒྱལ་ཁབ་ཀྱི་རྩ་དོན་རྒྱལ་ཁབ་སླར་གསོ་གི་ཐད་ལ་རྒྱལ་སྤྱིའི་ཐོག་ལ་ང་ཚོ་འདུར་རྒྱུགས་བྱེད་ཐུབ་ཀྱི་མ་རེད། ད་དུང་ཡང་ང་ཚོ་དམིགས་ཡུལ་གཅིག་གྱུར་མ་བྱས་པ་ཡིན་ན། ང་ཚོའི་རྩ་དོན་དེ་འགྲོ་བ་མིའི་ཐོབ་ཐང་ཆེ་དྲགས་པ་གི་གནས་ཚུལ་གྱིས་མ་རེད། ང་ཚོའི་རྩ་དོན་དེ་རྒྱལ་ཁབ་ཅིག་གི་བདག་དབང་སླར་གསོ་གི་གནས་སྟངས་ཀྱིས་རེད། བདག་དབང་སླར་གསོ་མ་བྱུང་བར་དུ་སྣེ་གདོང་བྱེ་བྲག་པ་རེ་ཟུང་གི་ཐོག་ལ་རྒྱལ་སྤྱིའི་རྒྱབ་སྐྱོར་དང་རྒྱ་ནག་གི་གུ་ཡངས་གཏོང་བ་ཡིན་ན་ལས་དེས་ཀྱི་ང་ཚོ་གི་གཞི་རྩིའི་དཀའ་ངལ་འདི་སེལ་ཐུབ་ཀྱི་མ་རེད། དེ་སེལ་མི་ཐུབ་ཡ་དེ་དཔེར་ན་ནད་པ་ཅིག་ལ་ཆ་བཞག་པ་ཡིན་ན། ནད་པ་དེ་གི་ནད་གཞི་དེ་རྩ་བ་ནས་བཅོས་མ་ཐུབ་པ་ཡིན་ན། ན་ཚ་དེ་གི་གཟུགས་སྐྱ་ཡ་ཤེད་དེ་གཟུགས་སྐྱ་མའི་ཟ་གཟུགས་སྐྱ་མའི་སྤྲས་བྱས་ནས་བསྡད་པ་ཡིན་ན། དེ་གི་ན་ཟུག་སྐྱ་ཡ་ཙམ་མ་གཏོགས་ན་ཚ་དེ་རྨོངས་ནས་བཅོས་ཐུབ་ཀི་མ་རེད་བཅོས་མ་ཐུབ་དུས་ཉི་མ་གཅིག་ལ་གནས་ཚུལ་དེ་འདྲས་ཆེ་ཆེ་ནས་ནད་པ་ཤེས་འགྲོ་གི་རེད་ད། ན་ཚ་དེ་བཅོས་མ་ཐུབ་དུས་ཟུག་སྐྱ་སྨན་གི་ནད་པ་བཅབ་ཐུབ་ཀི་མ་རེད། ཟུག་སྐྱ་སྨན་ཟ་ཟུག་སྐྱ་སྨན་གཅེས་ཟ་བྱས་ནས་ན་ཚ་བཅོས་མ་ཐུབ་དུས་ཉི་མ་གཅིག་ན་ཚ་དེ་ཀན་སེར་ཆགས་སྐྲན་ནད་ཆགས་དེ་ནས་ནད་པ་དེ་ཆེ་འགྲོ་གི་རེད་བ། དེ་ནང་བཞིན་ང་ཚོ་བོད་ལ་ཡང་རང་བཙན་སླར་གསོ་མ་བྱུང་བར་དུ་རང་བཙན་སླར་གསོ་མ་བྱུང་ན་འགྲོ་བ་མིའི་མཐོ་གཏོང་བྱེད་རབས་པ་རེ་ཟུང་གི་བུ་བཅབ་ཐུབ་ཀི་མ་རེད། འགྲོ་མིན་ཐོབ་ཐང་བྱེད་རག་པ་རེ་ཟུང་གིས་བུ་སྐྱ་མ་ཐོབ་པ་བྱེད་བྱེད་ནས་ཐ་མ་དེ་བུ་དེ་ཤི་རག་པ་རེད་ད། དེའི་སྡུག་བསྔལ་དེ་ཡོད་རེད་ད། སེམས་པ་ནང་ལ་དེ་བྱེད་ནས་ཞུ་གི་ཡོད་རེད་ད། དེའི་དངངས་སྐྲག་དེ་ཡོད་རེད་དེའི་སེམས་ཁྲལ་དེ་ཡོད་རེད། དེ་ཡོད་པའི་ཆ་ནས་ངས་དེ་རིང་བོད་གཞུང་གི་ངོས་ནས། བོད་གཞུང་གི་ལངས་ཕྱོགས་དེ་དབུ་མའི་ལམ་ནས་ད་རང་བཙན་ལས་འགྱུར་བ་གི་དུས་ལ་སླེབས་བཞག་ཟེར་ངེས་དེ་ཞུ་གི་ཡོད་རེད། གུས་ཞབས་ཡོད་པའི་ཐོག་ནས། ང་ཚོའི་སྤྱི་ཚོགས་ནང་ལ་སྲིད་ཇུས་དང་ལྟ་གྲུབ་འགལ་བ་ཅན་བར་ལ་གུ་ཡངས་པོ་གི་ངང་ནས་གདོང་གཏད་ནས་མགར་བ་དེ་མགར་བ་ཡིན་པ་གསལ་བོ་བཟོ་ཡ་དང། མགར་བ་དེ་མགར་བ་ལ་ངོས་འཛིན་མ་བགྱིད་པ་བྱེད། ཐུན་མཐའ་སྨྲ་བ་ཅིག་གིས་རྟ་ཚོར་ཅིག་གི་འོག་ནས་སྐྱོང་དེ་ཡོན་ཏན་ལ་མངའ་བྱས་ནས་མགར་བ་དེ་མི་འགལ་བ་ཡིན་པ་ཨུ་ཚུགས་ཀྱིས་སྒྲུབ་བྱེད་ནས་འདྲི་བཤད་བྱེད་ཀྱི་ཡོད་རེད། དེ་འདྲ་བྱེད་པ་ཡིན་ན་གུ་ཡངས་ཡིན་པ་དང་རྡོག་རྩ་གཅིག་སྒྲིལ་ལ་ཕན་གྱི་ཡོད་བ་གི་ལྟ་ཚུལ་གྱིས་འཛིན་གྱི་ཡོད་རེད། ང་ཡང་སྔོན་མ་དེ་འདྲ་གི་ལྟ་ཚུལ་འཛིན་མཁན་ཞིག་ཡིན། དེའི་རྒྱུ་མཚན་གྱིས་སོ་སོ་རང་བཙན་རྩོད་ཉེན་ཡིན་པ་ཡིན་ན་ལས། དབུ་མའི་ལམ་དང་འབྲེལ་བ་གི་ནོར་འཁྲུལ་དག་ཅུང་མཐོང་བ་ཡིན་ན་ལས་གཤེད་མ་ཀོ་བཙོག་འདོན་བྱེད་ཀྱི་ཡོད། ཡིན་ན་ལས་ཐབས་བཙོག་ནོར་ལོག་ལ་མ་སྟེང་རིང་པོ་འཛུལ་བའི་སྐབས་ལ་དེ་འདྲ་གི་བསམ་བློ་གཏོང་དོན་དེ་ནོར་འཁྲུལ་ཡིན་པ་ཧ་གོ་གི་འདུག་དམངས་གཙོ་གི་འཆམ་མང་བཅས་ཀྱི་སྐྱོན་དང་ནོར་འཁྲུལ་མཐོང་བཞིན་དུ་ད་དུང་ཡང་སྐྱོན་དང་ནོར་འཁྲུལ་དེ་མ་ཤེས་པ་ཡིན་ན་དེ་ནོར་འཁྲུལ་ཡིན་པ་མ་ཟད་སོ་སོའི་རྩ་དོན་འཐབ་རྩོད་ལ་ཧ་གོ་བཞིན་དུ་འཐུས་ཤུ་གཏོང་བ་བྱེད། ང་རང་དེའི་ཚོར་བ་དེ་སླེབས་སོང། དེ་ནས་དམིགས་བྱ་ནི་ངས་དེ་རིང་དབུ་མའི་ལམ་དུ་འདྲི་བའི་ཐོག་ལ་སོ་སོ་གི་བསམ་ཚུལ་ཁག་ཅིག་ཞུས་པ་ཡིན། དེ་ཞུ་དགོས་བ་དེ། ལྟ་བ་དང་སྲིད་བྱུས། སྲིད་བྱུས། གནད་དོན་ག་འདྲ་ཅིག་གི་ཐོག་ཏུ་ཡིན་པ་ཡིན་ན་ལས། སྤྱི་སེམས་ཅིག་གི་ཀུན་ནས་ལངས་ནས། གནས་ལུགས་བདེན་པའི་ཐོག་ནས་ང་ཚོས་དཔྱད་ཞིབ་བྱེད་ཡག་དང། དགག་པ་རྒྱག་ཡག་རྩོད་གླེང་བྱེད་ཡག་ཕྱི་གསལ་ནང་གསལ་དགོས་བ་དེ་དམངས་གཙོ་གི་ངོ་བོ་དང་དམངས་གཙོ་གི་འགན་ཁུར། ཆགས་ཀྱི་འདུག་དྲན་གྱི་འདུག་ལྟ་བ་མི་མཐུན་པའི་བར་ནས་ག་རེ་ཡང་དག་པ་རེད་ག་རེ་ཡང་མ་དག་པ་ཡིན་པ་གས་ངན་པ་རྙེད་དགོས་ཀྱི་ཡོད་ན་དེའི་དཔའ་རོལ་ལ་དགག་སྒྲོག་གི་རྩོམ་གླེང་དེ་དགོས་ཀྱི་རེད་དེ་ཆུས་ལ་ཡིན་དེ་ག་རང་རེད། ཡིན་ན་ལས་དེ་འདྲ་གི་རྩོམ་གླེང་བྱེད་པའི་སྐབས་ལ་གང་ཟག་རྒྱུ་མཚན་དུ་བྱས་པ་མ་ཡིན་པར་གནས་ལུགས་རྒྱུ་མཚན་དུ་བྱེད་ཀྱི་ནས་རྩོམ་གླེང་དགོས་པ་དེ་གལ་ཆེན་པོ་ཞིག་རེད། གང་ཟག་རྒྱུ་མཚན་དུ་བྱས་དུས་རྩོམ་པ་ལ་ནི་འཁྱོར་ཁ་དང་ཆུ་ལོག་གི་རྙོག་དྲ་ལ་སོགས་པའི་སྟབས་མ་གོ་བ་གི་ན་ཚ་ཚང་མ་ཡར་བསླང་གི་འདུག

ཐོག་ལ་བློ་དང་རིག་པ་འགྲིམ་ཡང་གི་ད་དུས་ཚོད་ལ་སླེབས་ཡོད་རེད་ད་ལྟ་ངས་དེ་ཞུ་གི་ཡོད་དྲན།